མུ་མཐུད་འདུག་བཞིན་པ་ཡིན་ན། ཞུ། དམིགས་མེད་འགྲོ་གི་རེད་མ་གཏོགས་སངས་རྒྱས་བསྟན་པ་གནས་གི་མ་རྟ། ཏིང་ངེ་ཐག་བཞིན་ལ་ཐུག། སངས་རྒྱས་བསྟན་པ་ཟེར་ཡ་དེ། བྱེད་རྒྱུད་ཕོངས་ནས་སངས་རྒྱས་ཀྱི་བསྟན་པ་བྱ་བ་མ་རྟ། སྔ་མོ་སྤྱི་ཚོགས། རྗེས་ལུས་ཡིན་ན། བྱེད་རྒྱུད་ཕོངས་ནས། ཨེ་ནི། བོད་འདི་ཡོང་གི་འདུག་ཁྱིམ་ཚང་སྤུག་དེ་འདྲས་སྤུག་དེ་ལྐུག་ཚོད་ཚོད་བྱོས། ད་དེ་ཁྱིམ་ཁྱིམ་སུ་ཟིན་ཐོན་ཡ་ཤ་ཡོང་མ་རེད་ད་དེ་འདྲས་གོམ་པ་བཅུག་བཞག་ན་དེ་འདྲས་ཡོང་གི་འདུག་བསམ་ད་དེ་འདྲས་མ་ད་དེ་འདྲས་དེ་ད་འཛམ་བུ་གླིང་འདི་གང་ལ་དངོས་པོ་ཡར་རྒྱས་འདུག་ཕྱིན་ཆད་ཅིག་སློབ་སྦྱོང་བྱེད་ཡ། སླབ་གྲ་ཁག་ནང་འཛུལ་ནས་སློབ་སྦྱོང་བྱེད་ཡ། དེ་ནས་ཡ་ཨེ་ནས་སོ་སོ་སོས་ཅིག་ལས་རིགས་འདྲ་མི་འདྲ་ནང་ལ་ཞུགས་བྱེད་བྱེད་དུས་ཚ་ནས། དགོན་པར་འཛུལ་རེ་ལས་སོ་སོ་གཏོགས་དགོན་འགྲོ་སྟངས་མང་དགོས་ཀྱི་དགོན་པར་མ་འཛུལ་རེ་ཆེད་ལས་ཀ་ཞིག་ན་གང་ཕྱིན་པ་ཡིན་ན་ཡག་ཡོད་རེད་པ། བྱང། ད་དེ། དགོན་པའི་དགེ་འདུན་པ་འདི་ཡིས་འདི། མི་མང་ཚོས་ཡིད་སྨོན་སྐྱེས་པ་ཅིག་བྱས་བྱས། དུས་བྱས་ནས་ཨེ་ན་སངས་རྒྱས་ཀྱི་ཆོས་ལ་གོ་བ་ཅིག་སླེབས། སངས་རྒྱས་ཀྱི་ཆོས་ཟེར་ཡ་འདི་དངོས་གནས་དྲ་གནས་ཅིག་གི་རྒྱུ་མཚན་ཡོད་པ་རུ་ཅིག་མཐོང། ད་འདི་འདྲི་ཅིག་གི་ཐོག་ནས་ཨེ་ནི།

ལ་དང་ཕྲལ་བཀོད་ནས། མི་བཟང་སོ་སོ་སོ་ལ་དང་ཆོས་ཤེས་སོ་སོ་སོ་ཁུངས་ཀྱི། ཨེ་ནི། ད་དེ་རིགས་བྱ་བྱེད་དྲེགས་པའི་རྗེས་ལུས་དང། ཆོས་ལ་སྤྲོ་བ་བསྐྱེད། སློབ་པ་གསུམ་དེས་ནི་རབ་བྱུང་གི། ཨེ་ནི། ཚུལ་ཁྲིམས་ལ་ཡར་པའི་སྤྲོ་བ་བསྐྱེད་ནས། དེ་འདྲ་གཅིག་ཐོག་ནས། ཨེ་ནི། རབ་བྱུང་གི་སྐོར་བ། བཟང་ལྟ་ངན་ལ། ང་ཚོ་རེ་བ་རྒྱས་པ་ནང་བཞིན་གཅིག་གི་དཔེ་བཟང་ཤོས་དེ་བརྒྱ་ཆ་བརྒྱ་ཐར་པ་མ་འགྲུབ་ནས། གཅིག་གི། བརྒྱ་ཆ་ཉི་ཤུ་སུམ་ཅུ་ཞེ་འགྲུབ་ཐུབ་པ་ཅིག་དེ་བྱེད་དགོས་རེད་མ་གཏོགས། ཆ་ཆེན་ཆ་ཆེན་ཡིན་བསམ་བསྡད་བསྡད་ན། ཡག་པོ་ཁྱོན་ཡོང་མ་རེད། ང་ཤ་ཚ་ཞིག་བཤད་ཀྱི་ཡོད་ད། ཡག་ག་བྱུང་བསམ་བཤད་ཀྱི་ཡོད་མ་གཏོགས་ང་ཁྱད་པར་ཁྱོན་མི་འདུག།